དེ་ནས་མི་དགེ་བ་བཅུ་སྟེ་རྫོགས་ཚུལ་གྱི་དབང་དུ་བྱས་པ་ཡིན་ན་མ་བྱིན་ལེན་དང་ལོག་གཡེམ་དང་བརྣབ་སེམས་གསུམ་དེ་འདོད་ཆགས་ཀྱིས་རྫོགས་ཀྱི་ཡོད་པ་རེད། དོན་དག་རྟོགས་དོ་འདོད་ཆགས་ཀྱི་དབང་གིས་ཀྱང་འདོད་ཆགས་ཀྱི་དབང་གིས་ཆ་ཚང་བར་གྲུབ་ཀྱི་ཡོད་པ་རེད། དེ་མཚང་དེ་ལ་འདོད་ཆགས་ཀྱིས་རྫོགས། འོ་དེ་རེད། དེ་ནས་སྲོག་གཅོད་དང་གནོད་སེམས་ཚིག་རྩུབ་གསུམ་འདི་ཞེ་སྡང་གིས་རྫོགས་ཀྱི་ཡོད་པ་རེད་ཀུན་སློང་ངམ་ཡང་ན་དང་པོ་གི་སེམས་པའི་ལས་དེ་ཡང་ཞེ་སྡང་ཡིན་པ་དང་མཇུག་ཀྱང་ཞེ་སྡང་གིས་རྫོགས་ཀྱི་ཡོད་པ་རེད་སྲོག་གཅོད་དང་གནོད་སེམས་ཚིག་རྩུབ་གསུམ་འདི་ཞེ་སྡང་གི་ཀུན་ནས་བསླང་ཞེ་སྡང་གི་མཇུག་རྫོགས་ཀྱི་ཡོད་པ་ཡིན་ཙང་ཞེ་སྡང་གིས་རྫོགས་པ་རེད་དེ་ནས་ལོག་ལྟ་སྟེ་གཏི་མུག་གིས་རྫོགས་ཀྱི་ཡོད་པ་རེད་གང་ལྟར་ལོག་ལྟ་ཟེར་བ་དེ་ལས་རྒྱུ་འབྲས་དགེ་སྡུག་གི་རྣམ་གཞག་ལ་རྨོངས་བ། ལྷའི་རྒྱུ་འབྲས་ཀྱི་རྣམ་གཞག་ཧ་མི་གོ་བའི་ལྟ་བ་གཅིག་ལ་ལོག་ལྟ་རུ་བ་ཡིན་ཙང། དེ་དང་པོ་ཡང་གཏི་མུག་ལས་བྱུང་བ་དང་ཐ་མ་དེ་ཡང་རྨོངས་པ་གི་དབང་གིས་ཆ་ཚང་བར་གྲུབ་གོ་ཡོད་པ་ཡིན་ཙང་གཏི་མུག་གི་རྫོགས་སུ་བསླབ་པ་རེད། ད་ནི་རྫུན་ཕྲ་མ་ངག་འཁྱལ་གསུམ་དེ་དུག་གསུམ་གང་རུང་གིས་རྫོགས་པ་ཡིན། དཔེར་ན་རྫུན་བཤད་པ་དེ་ལ་རྒྱུ་མཚན་མང་པོ་ཡོད་ཆོག་གི་རེད། ཨ་ནི་རྒྱུ་ནོར་ལོངས་སྤྱོད་གང་ཡང་རུང་བ་ཅིག་རང་ཉིད་ལ་ཐོབ་པའི་ཆེད་དུ་རྫུན་བཤད་པ་ཡིན་ན་འདོད་ཆགས་ཀྱིས་རྫོགས་གི་ཡོད་པ་རེད། ཕྲ་མ་ཡང་དེ་རེད་གཞན་ལ། གཞན་ནི་མཐུན་པ་དེ་མི་མཐུན་པར་བཟོ་བ་ཡིན་ན་རང་ཉིད་ལ་ཐོབ་བྱ་ཅིག་ཡོང་གི་ཡོད་པ་ཡིན་ན། འོ་དེ་འདོད་ཆགས་ཀྱི་དབང་གིས་བཟོ་གི་ཡོད་པ་རེད། ཡིན་ཙང་རྫུན་ཕྲ་མ་ངག་འཁྱལ་འདི་དག། དུག་གསུམ་གང་རུང་གིས་བཟོ་གི་རེད། ཡིན་གཅིག་མིན་གཅིག་འདོད་ཆགས་བཟོ་གི་རེད་དང་ཞེ་སྡང་བཟོ་གི་རེད་གཏི་མུག་བཟོ་གི་རེད་ཟེར་ཐག་བཅད་པ་དེ་འདྲ་ཡོད་མ་རེད། འདོད་ཆགས་དབང་གིས་བྱུང་བའི་རྫུན་ཡང་ཡོད་པ་རེད། ཞེ་སྡང་དབང་གིས་བྱུང་བའི་རྫུན་ཡང་ཡོད་པ་རེད། ཡིན་ཙང་འདི་གསུམ་དེ་རྫོགས་ཆེན་གྱི་ཉོན་མོངས་དེ་ལ་དུག་གསུམ་གང་རུང་ཡིན་པ་རེད་ཨོ་དེ་ལབ་གི་ཡོད་པ་རེད་དེ་ནི་མི་དགེ་བ་བཅུ་ཡི་བྱ་བ་དེ་སྒྲུབ་ས་གི་ཡུལ་ལམ་བཞི་དེ་ལ་སེམས་ཅན་ཡིན་པ་གསུམ་ཡོད་པ་རེད་སྲོག་གཅོད་པ་དང་གནོད་སེམས་དང་ཚིག་རྩུབ་གསུམ་དེ་བྱ་བ་དེ་སྒྲུབ་ས་གི་ཡུལ་ལམ་བཞི་དེ་སེམས་ཅན་རེད། དཔེར་ན་སྲོག་གཅོད་དགོས་ན་སྲོག་གཅོད་པའི་བྱ་བ་དེ་སྒྲུབ་ས་དེ་རང་ལས་རྒྱུད་ཐ་དད་པའི་སེམས་ཅན་ཅིག་རེད་བསྡད་ཡོད་པ་རེད། དེ་ནས་གནོད་སེམས་ཅིག་བཤད་དགོས་ན་ཡང་གནོད་སེམས་བྱེད་ས་དེ་རང་ལས་ཐད་དད་པའི་གང་ཟག་ཅིག་རེད། ཚིག་རྩུབ་སྨྲ་ས་དེ་ཡང་རང་ལས་རྒྱུད་ཐ་དད་པའི་གང་ཟག་ཅིག་ལ་བཤད་ཀྱི་ཡོད་པ་ཡིན་ཙང་འདི་གསུམ་གྱི་གཤིསའམ་ཡང་ན་སྐྱེ་བ་འདི་གསུམ་སྒྲུབ་ས་གི་ཡུལ་དེ་སེམས་ཅན་རེད་ཟེར་ལབ་ཀྱི་ཡོད་པ་རེད། དེ་ནས་ཕྱིའི་ལོངས་སྤྱོད་ཡིན་པ་གསུམ་དེ་ལོག་གཡེམ་དང་མ་བྱིན་ལེན་བརྣབ་སེམས་གསུམ་རེད། ཨ་ནི་མ་བྱིན་ལེན་དང་བརྣབ་སེམས་གཉིས་ཀའི་གཞིའམ་བྱ་བ་སྒྲུབ་ས་དེ་ལོངས་སྤྱོད་རྒྱུ་ནོར་ལོངས་སྤྱོད་ཡིན་པ་སྨིན་མ་དགོས་པ་རེད། མ་བྱིན་ལེན་གྱི་ཐོབ་པར་འདོད་པ་དེ་ཡང་གཞན་གྱི་རྒྱུ་ནོར་རེད། བརྣབ་སེམས་ཀྱིས་རང་ལ་ཐོབ་པར་འདོད་པ་དེ་ཡང་གཞན་གྱི་རྒྱུ་ནོར་རེད། ལོག་གཡེམ་གྱི་གཞི་དེ་ལོངས་སྤྱོད་དེ་ག་རེ་ཆགས་སོང་བར་ཟེར་ན། ལོག་གཡེམ་བྱེད་པ་པོ་གང་ཟག་དེ་གིས་ཐོབ་པར་འདོད་པ་དེ་ལོག་གཡེམ་བྱེད་པ་ལ་བརྟེན་ནས་བྱུང་བའི་བདེ་བ་དེ་ཐོབ་པར་འདོད་ཀྱི་ཡོད་པ་ཡིན་ཙང། དེ་ཡི་གཞི་དེ་ཡང་ལོངས་སྤྱོད་རེད་ལབ་ཀྱི་ཡོད་པ་རེད། ད་ནི་ཕྱིའི་མིང་གཟུགས་ཡིན་པ་ལོག་ལྟ། ཨ་ནི་ལོག་ལྟ་ཟེར་ན་ག་འདྲས་ལབ་དགོས་རེད་ཟེར་ན་གཙོ་བོ་དེ་རྒྱུ་དེ་འདྲ་ཅིག་བསྒྲུབ་ན་འབྲས་བུ་དེ་འདྲ་ཅིག་ཡོང་གི་མ་རེད། རྒྱུ་རྒྱས་པ་བསྒྲུབ་ན་འབྲས་བུ་བདེ་བ་ཡོང་གི་མ་རེད་ཟེར་བ་ལྟ་བ་དེ་རེད་བ། དེང་སང་ཕུང་པོ་ལྔ་ལ་བརྟེན་པའི་བདེ་སྡུག་གི་འགྱུར་བ་ག་འདྲ་ཅིག་ཡིན་ན་ཡང་དེ་ལ་རྒྱུ་ཡོད་མ་རེད་ཟེར་བ་དེ་འདྲ་ཅིག་བཤད་ཀྱི་ཡོད་པ་ཡིན་ཙང་ལོག་ལྟ་གི་གཞི་ལོག་ལྟ་གི་སྐུར་འདེབས་བྱེད་ས་གི་ཡུལ་དེ་ཨ་ནེ་ཕུང་པོ་ལྔ་ཡིན་ཙང་དེ་གཞིའི་མིང་གཟུགས་རེད་ཟེར་ལབ་གི་ཡོད་པ་རེད། དེ་ནི་གཞིའི་མིང་ཡིན་པ་རྫུན་ཕྲ་མ་ངག་འཁྱལ་གསུམ་རེད། དེ་གང་འདྲས་ལབ་དགོས་རེད་ཟེར་ན་དཔེར་ན་རྫུན་ཕྲ་མ་ངག་འཁྱལ་གསུམ་དེ་རྗོད་བྱེད་ཀྱི་ཚིག་ལ་བརྟེན་ནས་རང་གི་འབྲས་བུ་དེ་རང་གི་གྲུབ་དོན་དེ་གྲུབ་དགོས་པ་ཡིན་ཙང་དེ་གཞི་དེ་མིང་རེད་ཟེར་ལབ་གི་ཡོད་པ་རེད། ཡང་ན་རྫུན་ཕྲ་མ་ངག་འཁྱལ་བཤད་ས་ཀྱི་ཡུལ། སེམས་ཅན་དེ་ཡང་དེ་གི་གཤིས་ལ་བཞག་ན་འགྲིག་གི་རེད། དཔེར་ན་རྫུན་སྨྲ་བ་ཡིན་ན་རྫུན་སྨྲ་ས་གི་ཡུལ་གང་ཟག་དེ་ལ་ལྷུ་སྤྲུལ་གཏོང་འདོད་ཀྱི་བསམ་བློ་ཡོད་པ་ཡིན་ཙང། རྫུན་སྨྲ་ས་གི་ཡུལ་གྱི་གང་ཟག་དེ་ཡང་དེ་གི་གཤིས་ལ་བཞག་ན་འགྲིག་གི་རེད། དེ་འདྲ་གསུང་གི་འདུག་དེ་ནི་བསམ་པ་དང་སྦྱོར་བ་མཐར་ཐུག་སི་བསམ་བཞིན་དུ་ལས་སོ་སོའི་སྦྱོར་བ་བསམ་ཞིང་བྱ་བ་དེ་ཡོངས་སུ་རྫོགས་པ་ན་ལས་ལམ་དེ་མཐར་ཐུག་གྲུབ་པ་ཡིན་ནོ། ནི་དགེ་བ་དང་མི་དགེ་བའི་བྱ་བ་ག་འདྲ་ཅིག་ཡིན་ན་ཡང་གཞི་བསམ་པ་སྦྱོར་བ་མཐར་ཐུག་ཟིན་ནས་གཞི་ཚང་དགོས་ཡོད་པ་རེད་དེའི་ནང་གི་གཞི་ཟེར་བ་དེ་ང་ཚོ་འདིའི་སྒང་དུ་བཤད་ཚར་བ་རེད་ལས་གང་དང་གང་སྒྲུབ་པ་ཡིན་ན་ཡང་ལས་དེ་སྒྲུབ་པའི་ཡུལ་དེ་ལ་གཞི་ཟེར་ལབ་དགོས་ཡོད་པ་རེད་བསམ་བཞིན་དུ་བཟོ་བ་རང་གི་ལྟས་འདྲ་ཅིག་སྒྲུབ་འདོད་ནས་སྒྲུབ་པ་བསམ་བཞིན་དུ་སྒྲུབ་པ་དེ་ལ་ནི་བསམ་པ་ལབ་དགོས་ཡོད་པ་རེད་སྦྱོར་བ་ཟེར་བ་དེ་རང་གིས་དངོས་སུ་བསྒྲུབ་པའམ་ཡང་ན་གཞན་ལ་བསྒྲུབ་ཏུ་བཅུག་པ་དེ་ལ་སྦྱོར་བ་ཞེས་ལབ་ཀྱི་ཡོད་པ་རེད། ད་ནི་མཐར་ཐུག་ལམ་ན་བྱ་བ་དེ་བསྒྲུབས་ནས་མཇུག་གི་གྲུབ་དོན་ལྟ་བུ་གྲུབ་སོང་བ་ཡིན་ན་མཐར་ཐུག་གྲུབ་སོང་བ་རེད། དཔེར་ན། གསོག་སྤྱོད་ཀྱི་ལས་ལྟ་བུ་ཅིག་ལ་མཚོན་པ་ཡིན་ན། དང་པོ་བསལ་བྱ་གི་གང་ཟག་དེ་རང་ལས་རྒྱུད་ཐ་དད་པའི་གང་ཟག་ཡིན་པ་ཧ་གོ་ནས་གསལ་འདོད་ཀྱི་བསམ་བློ་གྱིས་བསམ་བློ་དེའི་དབང་གིས་སྦྱོར་བ་དངོས་སུ་ལག་ལེན་དུ་བསྟར་ནས་གང་ཟག་དེ་གསོག་འགག་པ་ན་ཨ་ནི་སྲོག་གཅོད་ཀྱི་ལས་དེ་གྲུབ་སོང་བ་རེད། དེའི་ལས་དེ་ཚང་མ་གཅིག་གྲུབ་པ་ལ་གཞིས་བསམ་པ་སྦྱོར་བ་མཐར་ཐུག་ཟེར་བ་དེ་ཞིག་ཚང་གི་ཡོད་པ་རེད། དེའི་སྟེང་དུ་རྫོགས་ཆས་ཅིག་བཞག་གི་འདུག་རྫོགས་ཆས་དེ་དཔེར་ན་སྲོག་གཅོད་པ་ལྟ་བུ་ཅིག་ཡིན་ན། ཞེ་སྡང་གིས་རྫོགས་ཀྱི་ཡོད་པ་ནང་བཞིན་ཨ་ནི་སྒང་དུ་ང་ཚོ་འགྲེལ་བཤད་གང་ལ་གང་འཚམ་ཅིག་བྱས་ཟིན་པ་རེད། དེ་ནས་དགེ་མི་དགེ་གང་ཡང་རང་གིས་བྱས་པ་དང་གཞན་ལ་རྒྱུ་དུ་བཅུག་ན་ཡང་འདྲའོ། དཔེར་ན་གང་ཟག་གཞན་གྱི་དངོས་པོ་དེ་རང་ཉིད་ལ་ཐོབ་པར་འདོད་པའི་བསམ་བློ་དེ་ཡོད་པའི་སྒང་དུ་རང་གིས་དངོས་སུ་སོང་ནས་བརྐུས་པ་ཡིན་ན་ཨ་ཅང་ཅང། དེ་གའི་ཉེས་པ་དེ་རང་ལ་ཐོབ་ཀྱི་ཡོད་པ་རེད། རང་ཉིད་ལ་དེ་བརྐུ་འདོད་ཀྱི་བསམ་བློ་ཡོད་ནས་གཞན་ལ་བརྐུ་རུ་བཅུག་པ་ཡིན་ན་ཡང་རང་ཉིད་ལ་དེ་ཉེས་པ་དེ་ཐོབ་འགྲོ་གི་ཡོད་པ་རེད། དེ་ནས་བསོད་ནམས་མ་ཡིན་པའི་ལས་ཀྱི་འབྲས་བུ་དེ་ག་རེ་ལབ་ན་ཁམས་གསུམ་འཁོར་བའི་ནང་གི་སྡུག་བསྔལ་གྱི་རྣམ་གྲངས་མཐའ་ལས་འདས་པ་འདི་དག་ཐམས་ཅད་བསོད་ནམས་མ་ཡིན་པའི་ལས་ཀྱི་དབང་གིས་བྱུང་བ་རེད་ཟེར་གསུངས་པ་རེད། མདོར་ན་དབུ་མ་རིན་ཆེན་འཆང་བ་ལས་ག་རེ་གསུངས་རེད་ལབ་ན་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་སྤྱད་ལས་ནི་མི་དགེ་བ། མི་དགེ་བ་ལས་སྡུག་བསྔལ་ཀུན། དེ་བཞིན་སྔ་འགྲོ་ཐམས་ཅད་དོ། འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་དབང་གིས་བྱུང་བའི་ལས་ག་འདྲ་ཅིག་ཡིན་ན་ཡང་མི་དགེ་བ་རེད། མི་དགེ་བའི་ལས་ཀྱི་འབྲས་བུ་ག་འདྲ་ཅིག་ཡིན་ན་ཡང་སྡུག་བསྔལ་ཡིན་པར་མ་ཟད། དམྱལ་བ་ལ་སོགས་པའི་སྡུག་བསྔལ་ཤིན་ཏུ་དྲག་པོ་དེ་དག་ཀྱང་མི་དགེ་བའི་བྱ་བའམ་བསོད་ནམས་མ་ཡིན་པའི་ལས་ལས་བྱུང་བ་རེད། ཨོ་དེ་འདྲ་སོང་བ་རེད། དེ་ནས་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་བྱེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།